འདི་ནང་ལོགས་ནས་དབྱངས་ག་ཚོད་ཡོད་རེད་ལབ་ཡོད་ན་ད་བོ་བ་ཡི་དྭགས་དབྱངས་ང་ས་ཡང་དབྱངས་ག་ཚོད་ཡོད་རེད་ལབ་ཡོད་ན་དབྱངས་བཞི་དབྱངས་བཞི་ཡིས་ལེ་རེད་དབྱངས་བཞི་དབྱངས་བཞི་ད་དབྱངས་བཞི་དེ་ག་རེ་རེད་ལབ་ཡོད་ན་ཨ་འདི་རྣམ་པ་ཚོ་དེ་ལ་སི་ད་གི་གུ་ཞབས་ཀྱུ་འགྲེང་པོ་ན་རོ་ཟེར་འདུག་ད་ག་གི་གུ་གི་ག་ཞིམ་གི་གི་གུ་ལ་ཡི་ད་ཁ་ནི་ཁ་སྐད་ཙམ་གྱི་རེད་ཨ་འདི་ན་གུག་རྟགས་ན་ཡོད་དེ་བས་ཡི་གི་གུ་དེ་མཚོན་རྟགས་རེད། ཐ་ན་མི་ཚོགས་ཀྱིས་བེད་སྤྱོད་བཏང་བསྡད་པའི་སྐབས་སུ་ལ་གི་གུ་བེད་སྤྱོད་བཏང་ཚུལ་བརྩམས་པ་ལ། ག་གི་ཝུ་གི་ག་ཞེམ་ཅུ་གུ་ལ་ནི་བེད་སྤྱོད་བཏང་ན། དྲི་བའི་སྐབས་སུ་ལ་འདི་བེད་སྤྱོད་བཏང་ཡ་ཡོད་མ་རེད། དེ་དང། དྲི་བའི་སྐབས་སུ་བེད་སྤྱོད་ག་རུ་བཏང་དགོས་རེད་ལབ་ན་ཨ་ནི་ང་ཚོ་གི་དེ་འདྲ་མཚོན་རྟགས་དེ་གི་གུ་ཡང་འདི་དྲི་བཏང་མ་འགྲོ་གཅིག་དེ་ཡོད་རེད་གཅིག་གི་གུ་ཡར་བསླངས་ཡང་ཅི་ཡོད་རེད་ཨ་ནི་ཨུ་ཅན་གི་གི་གུ་དེ་འདྲའི་རུ་ཆགས་འདུག་ད་དྲི་བཏང་མ་འདྲ་དྲི་བཏང་མ་འདྲ་བ་གསུམ་འདུག་གི་གུ་ལ། ད་ན་ཆེན་གི་ཞབས་ཀྱུ་ལ་དྲི་བཏང་མ་འདྲ་བ་གསུམ་ཡོད་རེད།

ཤ་ཟ་ཨ་ཡ་ར་ལ་ཤ་ཟ་ཧ་ཨ་ཅེ་ན་བྲི་དང་གཅིག་པུ་གཅིག་རྐྱང་བྱེད་དེ་ལ་ཨ་ནི་ཡི་གེ་ཆུང་ངར་བྱེད་བྱེད་དེ་ཨ་ནི་རྐང་པ་རིང་ངར་བྱེད་བྱེད་ཨ་ནི་དབུགས་འབྱིན་གྱི་འདུག་གསུམ་འདུག་ཟིན་ཨ་ནི་དང་དུམ་ཚང་དང་པོ་འདུག་བྲི་བ་ཡིན། ད་ད་ཉང་ཚུ་སློབ་ཚན་དང་པོ་དེ་ཚར་བ་རེད། དབྱངས་དང་སེལ་བྱེད་དབྱངས་ལ་ག་འདྲི་བྱིན་པ་སེལ་བྱེད་ལ་ག་འདྲི་བྱིན་པ་རེད་བ། ད།

ཀ། གཉིས་པ་དེ་ལ་ར་ག་དང་ག། ར་ང་དང་ང། རེད་པ། ར་བྱ་དང་བྱ། ར་ཉ་དང་ཉ། ར་ད་དང་ད། ར་ད་དང་ད། ཨཱ་ནི། ར་ན་དང་ན། འདུག་ཟེར་བ། ཨཱ་ནི། ར་བ་དང་བ། ར་མ་དང་མ།

རག་གི་ར་ཅུང་ཅིག་རྒྱ་ཡོད་ན་ར་མགོ་ར་མགོ་དེ་ག་ཚོད་ཡོད་རེད་ལབ་པའི་གྲངས་ཀ་ག་ཚོད་ཡོད་རེད་བཅུ་གཉིས་ཡོད་རེད་ཟེར་ནས་བཅུ་གཉིས་རེད་བ། ར་ཀ་ད་ཀ་ར་ག་ད་ག་ར་ང་ད་ང་ར་ཇ་ད་ཇ་ར་ཉ་ད་ཉ་ར་ད་ད་ད་ར་ད་ད་ད་ར་ན་ད་ན་ར་བ་ད་བ་ར་མ་ད་མ་ར་ཛ་ད་ཛ་ར་ད་ད་ཛ་ཁྱོན་བསྡོམས་ག་ཚོད་ཡོད་རེད་ལབ་བཅུ་གཉིས་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་བཅུ་གཅིག་བཅུ་གཉིས།

ཀ་ལ་ར་དག། ལན། ཀ་ལ་ལ་དག། འདི་འདྲའི་སྦྱར་བྱ་འཇོག་གི་ཡི་གེ་འདི་ལ་ཟློག་འཛིན་ཟེར་བ་རེད། དེ་ཚང་འཇོག་འཛིན་ཡི་གེ་ག་ཚོད་རེད་ན་ཟློག་འཛིན་བཞི། དང་པོ་དེ་ཡ་དག། ད་ཡ་དག་ག་ཚོད་ཡོད་རེད་ལབ་ཡོད་ན་ཡ་དག་ཡ། བ་བ་དག་ག་ས་དག་ཡ་དག་ཡ་དག་ག་ཚོད་རེད་བདུན། ཡ་དག་བདུན། ད་ཡ་དག་བདུན་འདི་ག་རེ་ག་རེ་རེད་ལབ་ཡོད་ན། དང་པོ་དེ་ཡ་དག་བྱེད། ད་འདི་དེ་ལ་ར་དག་བྱེད། དེའི་རྗེས་ལ་གསུམ་པ་དེ་ལ་དྭགས། ཨ་ནི་བཞི་བ་དེ་ལ་བྷ་ཤུར། ཞེས་གསུངས་པ་དང། དེ་དང་རྣམ་པ་གཙོ། དང་པོ་ཡ་དྭགས་དེ་འདྲ། ད་ཡ་དྭགས་ག་ཚོད་ཡོད་རེད་ལ་ནི་ཡ་དྭགས་བདུན། དང་པོ་དེ། ད་དྲི་བའི་སྐབས་སུ་ལ་འདི་འདྲ་ཞིག་གོ་རུ་དྭགས་ཀ་ཡ་དྭགས། ཀྱ། ཁ་ཡ་དྭགས།

བ་ཡ་དག་བྱ། མ་ཡ་དག་གཉའ། གདུགས་སུ་ལོག་གོ་བུ་རེས། ད་ཇི་ལྟ། ཀ་ཡ་དག་ཀྱ། ཁ་ཡ་དག་ཁྱ། ཀ་ཡ་དག་ཀྱ། པ་ཡ་དག་བྱ། ཕ་ཡ་དག་ཁྱ། བ་ཡ་དག་བྱ། མ་ཡ་དག་གཉའ། འདི་བདུན། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བྱས། ད་འདི་བྱས་ལ། ད་ར་དག། ད་ར་དག། ག་ཚོད་ཡོད་རེད་ན་ར་དག་བཅུ་བཞི། དེ་ཡག་པོ་སེམས་རོགས་གནང་ར་དག་བཅུ་བཞི། དང་པོ་དེ་ལ་ཀ་ར་དག།